དེ་ཚེ་སེམས་དཔའ་དེ་ཡི་དེ་བག་ཆགས་རེ་ཞིག་པ་ལ་བག་ཆགས་ཀྱི་ཤིས་བྱ། བག་ཆགས་ཀྱི་ཤིས་བྱ་ཟེར་མཁན་དེ་སྤོ་བོ་ཆུ་ཤུར་ཁོལ་ནས་ངེས་པར་དུ་བཞག་ཁུག་འདོད་མ་གཏོགས་སྤོ་བོ་ཆུ་ཤུར་ག་ལ་བག་ཆགས་ཀྱི་ཤིས་བྱ་དེ་མ་བཞག་ན་ང་ནི་ཡག་ཆེན་པོ་ཆགས་ཚར་དེ་བག་ཆགས་ཟེར་མཁན་དེ་ལས་ཧ་ལམ་འགྱུར་བ་བཟོ་ཆེད་མ་རེད། ག་རེ་རེད་ཟེར་ན་བག་ཆགས་ཟེར་མཁན་དེ་ཤོག་འདྲ་བྱས་ན་དཀར་པོ་ཡིན་པའི་དཀར་རས་འདྲ་བྱས་ན་ཡིན་ན་དཀར་པོ་ཡིན་པའི་དཀར་ལ་ཚིག་རྒྱག་ན་ཚིག་ག་རེ་རྒྱག་རྒྱག་ཤོག་བུ་འདྲ་བྱས་ན་དཀར་པོ་ཡིན་པའི་དཀར་ལ་སྙེག་གི་འདུག་ག་རེ་བྲིས་ན། དྲི་ཆོག་ཆོག་རེད་ཨང། འོ་དེ་ནོར་ཅིག་སྤུ་གུ་ཆུང་ཆུང་དཀར་ལ་སང་ལི་བག་ཆགས་དེ་དཀར་པོ་དཀར་ཆུང་ཆགས་དེ་དེའི་གི་ཐོག་ལ་ནི་རི་མོ་ག་རེ་བྲིས་ན་དེ་མི་ཚེ་ལོ་ལ་རི་མོ་དེ་གཉིས་ཀྱི་ལ་ལྷག་གི་རེད་ཁྱེད་ཚ་སྤུ་གུ་ཆུང་ཆུང་དཀར་ལ་བག་ཆགས་ཀྱི་ཤེས་བྱ་ཟེར་དགོས་ན་བག་ཆགས་ཀྱི་བཀླག་བྱ་ཟེར་དགོས་ན་འདི་ཡིན་གྱི་མིན་གྱི་གསལ་བོ་རྒྱག་དེ་ག་རེ་རྒྱག་དགོས་འདུག་སྤུ་གུ་ཆུང་ཆུང་དཀར་ནི་ཨ་ནི་བོད་སྐད་བཀླག་ཨ་ད་སྐད་གོ་ད་འཕྲད་ལ་མ་འཕྲད་ལ་དཀར་ནི་ཁྱེད་རང། ར་བར་གདའ། ཨ་ནི་ཁྱེད་རང་གི་གྲོང་པ་སྤོ་བོ་ལོ་ཨ་སྐྲ་སེར་པོ་འོན་ཀྱི་ཁོང་ཚོ་ཨི་རག་གི་མི་རེད། ཁྱེད་རང་ཨི་ཤི་ཡ་གི་མི་རེད། ཁྱེད་རང་བལ་བ་རེད། དེ་སྤོ་བོ་ཆུ་ཤུག་ཁོ་ནི་གླ་ཆ་དེ་དཔའ་བ་ཨ་མི་ངི་པ་དང་འཇག་ང་ཚོ་བལ་རིགས་རེད། ང་ཚོའི་གི་དབུ་ཁྲིད་ཨ་ནི་རྒྱ་ག་ཡོད་རེད་རྡ་རང་ས་ཡོད་རེད། ཨ་ནི་ང་ཚོ་ལ་བླ་མ་ཡོད་རེད་ང་ཚོ་ལ་དབུ་ཁྲིད་ཡོད་རེད་ང་ཚོའི་བླ་མའི་གི་མཚན་འདི་འདྲི་རེད་ང་ཚོ་ལ་ཨ་ནི། དཀར་སུ་དགོས་རེད་དེ་དཔོན་པོ་མི་འདི་འདྲས་རེད། ཨ་ནེ་ང་ཚོ་གི་ཕ་ཡུལ་འདི་རེད་ད། ཨ་ནེ་སོ་སོ་གི་ཕ་ཡུལ་ངོ་སྤྲད་དགོས་ཨ་མི་ཁ་ཤ་ཁ་ཤ་ང་ས་ལྷོ་ཆུ་འདི་རེད་ཁྱོད་ཕ་ཡུལ་ག་ནས་ཡིན་ཨ་ཕ་ཡུལ་བལ་ནས་ཡིན་ཨ་ནེ་བལ་ག་ནས་ཡིན་ཟེར་ང་ཧ་གོ་གི་མེད་ཆུང་ཆུང་ཁོ་ནས་རྒྱ་གར་ལས་གོ་ར་ཧ་གོ་གི་མེད་ཟེར་ལ་ཨོ་དེ་ག་རེད་ཟེར་དེ་ག་ལ། དེ་འདྲའི་བག་ཆགས་དེ་ཞེ་དྲག་བསླད་ཐལ་ཡོད་ལོ་མ་རེད་དེ་བག་ཆགས་དེ་ཚོ་ངེས་པར་དུ་ཤར་ཐུབ་དགོས་དེ་ནི་ཕ་ཡུལ་ག་ཡིན་པ། ཨ་ནི་སོ་སོའི་ཕ་མེས་རྒྱུད་པ་དེ་ཚོ་ག་རེ་ཡིན་པ། ཨ་ནི་ང་ཚོ་ནང་པ་རེད་ང་ཚོ་ལ་སངས་རྒྱས་དུ་ཆུ་དུ་རྒན་དུ་ཞིག་ཡོད་རེད་ང་ཚོའི་ཆུ་མ་ནི་རེད་ང་ཚོ་གི་རྩ་ཡོད་ལ་མ་ཐང་ཆེ་ཆེན་པ་རེད་ཨ་ནི། ང་ཚོ་བསྡད་ས་ཡི་ས་ཆ་འདི་ང་ཚོའི་ཕ་ཡུལ་མ་རེད་འདི་མིའི་ལུང་པ་རེད་འདི་ཡུ་རོབ་ཀྱི་ལུང་པ་རེད་འདི་ཕྱག་ཕྲེང་གི་ལུང་པ་རེད་འདི་ཧྥི་རན་སིའི་ལུང་པ་རེད་འདི་ཨ་ནི་སྦེལ་ཇམ་ལུང་པ་རེད་འདི་ཨ་རིའི་ལུང་པ་རེད་ང་ཚོའི་ཕ་ཡུལ་མ་རེད་ང་ཚོའི་ཕ་ཡུལ་བལ་རེད་འདི་ནས་ཐག་རིང་པོ་རིང་པོ་ལོས་ལོས་རེད་ང་ཚོའི་ཕ་ཡུལ་དེ་ཚོ་གང་ག་གང་གི་སྐམ་པོ་ཡོད་རེད་ཨ་ནི་ང་ཚོའི་ཕ་ཡུལ་ལ་ཚ་བ་ཡོད་མ་རེད་གནམ་གཤིས་བསིལ་པོ་ཡོད་རེད། དེ་ཚོ་ག་དུས་ཡིན་ན་སྒྲུང་གནང་ཆེད་བཤད་རེད། སྤུ་གུ་སེམས་དཔའི་ནོར་ལ་འཇོག་ཚར་སོང། འདི་གནད་འགག་ཆེན་པོ་རེད་མོད་ད་འདི་ནས་ལོ་གཅིག་ཀྲུང་ཧྭ་ཉིན་ཞིག་འགྲོ་ཚར་དུས་སྐབས་ལ་དེ་ནས་སྤུ་གུ་སོགས་ཀྱི་བསམ་པའི་ནོར་དེའི་འཚོ་བ་དེ་མེད་འགྲོ་དུས་སྐབས་དེ་ནས་མི་རིགས་རིང་ལུགས་ཀྱི་འདུ་ཤེས་བརླག་འགྲོ། མི་རིགས་རིང་ལུགས་ཀྱི་འདུ་ཤེས་བརླག་པ་ནི་འགོ་བཙུགས་ཡོད་ཅེས་དེ་ལྟར་མི་རིགས་གཅིག་གི་གར་སོ་དགོས་རེད་ཐག་ཚད་ཟིན་པ་ནི་མི་རིགས་གཅིག་གི་རྩ་དོན་གྱི་སྲོག་རྩ་འདྲ་བོ་དེ་བཤད་འགྲོ། ཁྱེད་ས་འདི་ང་ཚོའི་ས་རྒྱ་མ་རེད་ང་ཚོས་ང་ཚོའི་ལུང་པ་ནོར་ལུག་ལ་མི་རིགས་འདི་འདྲས་ཇི་སླད་པ་རེད་དེ་གི་དམག་མི་སླད་པ་རེད་ང་ཚོས་ང་ཚོའི་སྤོ་པོའི་སྤོ་པོ་དེ་དུས་བསད་པ་རེད་ང་ཚོའི་རྨོ་མིའི་རྨོ་མོ་དེ་དུས་ཤི་བ་རེད་ཅེས་མུ་གེ་ཤི་བ་རེད་བསད་པ་རེད་གྲོངས་པ་རེད་ཨ་འདྲས་བྱས་དེ་ནི་ང་ཚོའི་ཕ་ཡུལ་ལ་དགོན་པ་ཡོད་བ་རེད་ཨ་ནི་བླ་མ་ཡོད་བ་རེད་ཨ་ནི་འདི་ཚོ་གང་ག་ཁ་ཤས་བསད་པ་རེད་བཏུལ་བ་རེད་ནི་ང་ཚོར་ཚེ་བོད་འདི་ལ་སླད་པ་རེད་རྒྱ་གར་སླད་པ་རེད་དེ་ནི་ང་ཚོའི་སྤོ་པོ་རྨོ་མོ་རྒྱ་གར་སླད་པ་རེད་དེ་ནི་ཚུལ་ལ་ང་ཚོའི། ཨ་མས། རྒྱ་གར་ཤེས་འཇུག་རེད་དེ་ནས་ང་ཚོ་འདའི་ཆུ་ལས་དེ་ནས་ཁྱོད་ཚོ་ཤེས་པར། མི་ཚོང་གི་ལོ་རྒྱུས་ཀྱི་རྒྱུ་རུ་དེ་ཚོ་གང་གི་ཡིན་ན་སྤོ་བོ་ལ་ཤེས་ལོས་ཤེས་སྟོང་དེ་ཕྱག་ཚ་བོ་དུ་ཉམས་དེ་བོ་དུ་ཉིད་བརྗེ་བོ་ཤེས་ལོས་ཤེས་སྟོང་ཆད་པ་བོ་ལོར། པ་བ་ཨ་མ་ལྐུག་པ་གི་བཟོ་འདྲ་བོ་ཁྱི་གང་མི་ཤེས་ནས་བསྡད་དེ་ངས་ཅིག་དང་དེ་ཚོ་ཤེས་སྟོང་མཁས་པ་མ་ཡིན་པའི་གི་ཐོག་ནས་ཤེས་སྟངས་ཅིག་དང་ཤེས་སྟོང་མཁས་པ་སྒྲུང་གི་བཟོ་འདྲ་བོ་ཁྱི་ཉམས་དེ་བོ་ཅི་ནས་ཤེས་སྟོང་སེང་རི་སྤོ་བོ་དེ་ཚོ་ལ། བག་ཆགས་བཞག་སྟོང་མི་འདྲ་བ་སོགས་ཡོད་ཀྱང་ཡ་ཆེན་པོ་ཆགས་འདུག་བོད་དུ་རྣམ་པ་མི་འདྲ་བ་སོགས་ཀྱིས་སྐྱེས་ལ་འཚོ་བ་ཁ་སྐད་མེད་ངེས་ཀྱང་སྐྱེས་ལ་འཚོ་བ་ཡོད་རང་འཚོ་བ་གཏིང་ཟབ་པོ་མེད་ངེས་ཀྱང་སྐྱེས་ལ་འཚོ་བ་གཏིང་ཟབ་པོ་ཡོད་ངེས་ཀྱང། དེ་འདྲའི་ཡིག་ཚགས་ནི་འདི་ཕ་མ་སོགས་ཀྱིས་ངེས་པར་དུ་ཁུར་དགོས་ཡ་རིགས་འགལ་ཆེ་ཤོས་སོགས་དེ་འདྲས་སོགས་རེད། དེ་ཚེ་དང་པོ་དེ། བྱིས་པའི་ཤེས་བྱ་གི་ནོར་ལོག་ནི་སྐད་ཡིག་གི་ཤེས་བྱ་དེ་རེད། གཉིས་པ་དེ་གཟུང་བཤད་ཀྱི་ཤེས་བྱ་དེ་རེད་གསུམ་པ་དེ་བག་ཆགས་ཀྱི་ཤེས་བྱ་རེད། འདྲས་སོ་ཡིན་གྱི་མེད་གྱི་གི། འཕགས་པ་ཨ་མ་སོགས་ལ་འགན་ཁུར་ཆེན་པོ་བྱེད་བྱས་ནས་སྤོ་བོ་སོགས་ལ་ཡར་བརླག་ཚར་ན་དེ་སྤོ་དེ་ཡར་ཆེན་པོ་ཆང་དེ་ག་ལ་བུད་བོད་ཨ་རེད་གར་སོ་དགོ་རེད་ཨེ་རང་གི་ཆེད་དུ་རེ་ཞུགས་དེ་རྩ་བ་ལ་བཞག་ཤི་ངེ་དང་བཞག་ཐུ་ངེ་དང་བཞག་ཡག་གི་ཆ་བྱེད་དང་བཞག་ཡག་གི་སྡིངས་ཆས་ཡོང་གི་ཆ་དེ་འདྲའི་ཡས་བོད་གི་ཐོག་ནས་ད་དེ་རག་གི་ཐོག་ལ་ཐོན་ན་གང་པ་ག་ཟེ་སྤོ་ན་ད་དེ་ལས་གི་ཉོ་པ་རེད་ཨ་བྱས་ཚར་དེ་ནས། གནད་དོན་དེ་ངེས་པར་དུ་ཨ་མའི་ཕ་མ་སོགས་ཁུག་པ་ཡིན་གྱི་རེད་བསམ་པ་ཚོར་སྐྱེས། ཚ་དེ་གཏན་ཚིགས་གསུམ་སྟེ། ཨ་མས་བོད་རིགས་ཚོས་རང་གི་ཕྱི་དུ་རིག་གཞུང་གི་རྩ་བ། ཕྱི་དུ་རིག་གཞུང་དེ་རྩ་བ་ལ་བཞག་པའི་ཐོག་ནས་ཟེར་ཡག་གི་རྩ་བ་ལ་བཞག་ས་གི་མ་འོངས་པའི་གི་གནད་འགག་ཆེ་ཤོས་དེ་ཞིག་རེད་སྐད་ཆ་ཡིན། ད་དེའི་རྗེས་ལ་ཡང་དེ་ནས་བོད་པའི་ཆོས་བོད་པ་ཚོས་རང་གི་ཆོས་དང་རིག་གཞུང་གི་རིག་གཞུང་རྩ་བར་བཞག་ཡ་གི། འགན་གཉིས་པ་དེ་སོགས་ལོ་རེད་ཟེར་ན། འགན་དང་པོ་དེ་དེ་རེད་སྤུ་གུ་དང་འབྲེལ་བའི་འགན་རེད། འགན་གཉིས་པ་དེ། སོ་སོ་དང་འབྲེལ་བའི་འགན་རེད། སོ་སོ་གིས་ག་དུས་ཡིན་ན་ཡང་སྤུ་གུ་ལ་ལག་ཆ་རྒྱག་གི་ཆེད་དུ་སྐྱིད་པོ་མ་ཡིན་པར། སོ་སོ་གིས་ག་དུས་ཡིན་ན་ཡང་གར་ཆ་དགོས་རེད། ང་རང་ནང་པ་གྱིས། ནང་པ་གཅིག་གཤེ་བ་ལེན་པ་འདི་གཤེ་བ་ལེ་བོ་ཆད་པ་བཟོ་དགོས་ན་ག་རེ་བྱེད་དགོས་འདོད། ཤི་རྗེས་མི་དེ་ཚོ་གི་ནང་ལོ་རྒྱུ་ཆེན་པོ་དང་རྟགས་ཆེན་པོ་མང་པོ་ཡོད་ལ་རེད་དེ་ཚོ་དང་ང་ཚོའི་བར་ལ་ནང་དུ་ས་ནང་བཞིན་ཁྱད་པར་འདི་ས་ཡོད་མོད། ཡིན་ན་ཡང་ང་ཚོའི་ལ་ཁྱད་གསོ་ཆེ་ཤོས་གཅིག་ག་རེ་ཡོད་རེད་ཟེར་ན་ཁོང་ཚོ་ག་ཚད་རྒྱུ་ཆེན་པོ་ཡིན་ན་འདྲ་དབང་ཆེན་པོ་ཡིན་ན་འདྲ་རྟགས་ཆེན་པོ་ཡིན་ན་འདྲ་ང་ཚོས་འདི་ལྟ་ཐག་མེད་པའི་གནད་དོན་ག་འདྲས་ཅིག་ཡིན་ན་ཡང། ཁོང་ཚོ་ཕྱི་ཡི་ཉི་མ་ལག་པ་སྟོང་པ་རེད་ག་གེ་ཅིག་ཁེལ་ཡོད་ལ་མ་རེད། ང་ཚོས་འདས་པའི་ཞིག་ལ། ཁོང་ཚོའི་གཟུགས་པོ་ལ་གང་གན་པ་དེ་ང་ཚོ་ཡི་ཐད་དུ་ཤུགས་འདྲ་པོ་ཟིག་ཁེལ་གྱི་རག་ཡོད་རེད་མ་གཏོགས་ང་ཚོས་དམའ་ཧྲིང་འགྲོ་དགོས་ཀྱི་ཡོད་མ་རེད། ཁོང་ཚོས་ཁ་ལག་ག་རེ་ཟ་དགོས་ན་ང་ཚོའི་ཐད་དུ་ཤུགས་འདྲ་པོ་ཅིག་ཟ་རོགས་ང་ཚོའི་གྲལ་སྒོ་ལྟོ་བུ་རུ་ང་ཚོས་གང་འདས་པ་ནང་བཞིན་ཟ་གི་རེད་ཁོང་ཚོ་ག་ཚད་མང་པོ་ཡོད་ན་ཡང་ཁ་ཆུ་ཤུ་འདི་ནོར་རྫོང་ཡ་གཅིག་མ་གཏོགས་དེ་ལས་མང་ཅིག་བརྫངས་དགོས་ས་ཁེལ་ཡོད་ལ་མ་རེད། ཁོང་ཚོ་ལ་དེ་ཡ་ག་ཚད་མང་པོ་ཡོད་ན། ཁོ་ཚོ་གཟུགས་པོ་འདྲ་ཁོ་དྲི་ཟིག་གཅིག་ལ་འདི་ག་ལ་བོད་མ་ད་དེ་ལས་མང་ཅིག་གས་གས་པ་ས་ས་གས་ཡོད་ལ་མ་རེད། དེ་ད་ང་ཚོའི་གཟུགས་པོའི་ཐོག་ལ་སོ་སོའི་གཟུགས་པོ་དེ་ལ་གས་ཅིག་ཡོད་ལ་རེད་ཁ་ལ་ས་ས་ཆེ་བ་ཁག་གས་ཅིག་འགྲོ་ཕོད་པོ་ཡོད་ལ་མ་རེད། ད་ཡིན་ན་ཡང་ཤི་བའི་ཉིན་མོ་དེ་ལ་ཁོ་ཚོ་ལག་པ་སྟོང་པ་རེད་ང་ཚོའི་གས་དེ་ཁས་ཡག་ཅིག་བཟོ་ན་ཁས་ཡག་ཅིག་བཟོ་ཡག་གི་རེད་བོད་གཞུ་ལུས་ཡོད་ལ་རེད་ལམ་སྟོད་ཡོང་ལ་རེད་དེ་ད། དེ་འདྲའི་རིག་པའི་རྒྱུ་ལས་དོ་ལག་ཚོས་ཡས་པ་འདི་ངེད་ཀྱིས་སྟོང་ཟད་གཏོང་ཉེ་གི་མ་རེད་འཕྲོ་བརླག་གཏོང་ཉེ་གི་མ་རེད་དེ་ཚོའི་འཕྲོ་བརླག་གཏོང་ན་ང་ལ་རྒྱག་ཁ་མེད་པའི་ཐོག་ལ་ཆུ་ཡོད་མེད་ག་གེ་མེད་ངས་བྱ་ན་ང་དངོས་གནས་གདོང་ཆུ་གདོང་ནག་དེ་རེད་དེ་འདྲའི་མ་འཆོར་བའི་ཆེད་དུ་ང་གིས་ད་ནས་ཁོང་ཚོ་དང་མ་འདྲ་བས་ཀྱི་ང་ནང་པ་ལ་ཤེས་བ་ལེགས་པོ་ཆེ་བ་དང་བོད་མི་རིགས་ལ་ཤེས་བ་ལེགས་པོ་ཆེ་བ་སོགས་ཀྱི་ལ་མ་འདྲ་ལ་ངས་ཉི་མ་རེ་རེ་ལ་མ་ནི་གང་ག་ཞིག་འདེད་ཐུབ་དགོས་ཀྱི་རེད་བསམ་པས་ཀྱི་ཆུ་ལུད་རིག་གནས་ཀྱི་ཐོག་ལ་ཨ་ནས་ཤུ་ནན་ཆེན་པོ་རྒྱག་དགོས་ཨེ་ཏེ། ག་དུས་ཡིན་ན་ཡང་སོ་སོའི་གི་རིགས་རྒྱུད་ཀྱི་རྩ་བ་བཅད་ནས་བཅོས་བྱས་ནས་བདག་པོ་རྒྱག་དགོས་རེད་མ་གཏོགས་དེ་བདག་པོ་མ་བཅག་ན་ཁྱོད་བོད་མི་རིགས་ལ་ཤེས་བ་ལས་དེ་བྱུང་བྱུང་ནོག་རེད་གདོང་རྒྱུག་གདོང་ནོག་རེད་ད་རྒྱ་ཧ་མེད་ངེས་དེ་ནས་ག་གེ་མེད་ངེས་ཀྱི་ལ་ཤེས་བ་ལ་དེ་ལས་བྱུང་ཆེས་སུ་ཁ་ཁེག་རོགས་གལ་སྲིད་ཁྱེད་རང་གི་བོད་མི་རིགས་ཀྱི་ཁྱི་དང་རིག་གཞུང་གི་རྩ་བ་དེ་སོ་སི་གི་ག་ཟན་རྗེས་མེད་ལ་མ་ཐེབས་པའི་མ་ནི་རྐང་རེ་རེ་ནས་སྐྱིད་པོ་འདས་པ་ཆགས་བྱས་ན། ཁྱེད་རང་བོད་མི་རིགས་ལ་ཤེས་བ་ལེགས་པོ་ཁྱད་ཚར་འདྲིས་ཚར་དེ་ཚོ་ད་དེ་རག་འདི་གཉའ་ན་འདྲ་མ་གཉའ་ན་འདྲ་ད་ཆ་རག་ལ་དེ་འདྲིས་ཚར་འོ་ད་ལྟ་ངས་དེ་གང་ཞིབ་པ་དེ་ཚོ་ག་རེ་བྱེད་འདི་ཞུ་གི་ཡོད་ཟེར་ན་ད་ལྟ་འདི་གི་ཚོགས་མི་ནོར་ལུག་ཡེ་འགའི་ད་བ་པ་ལ་དང་ཨ་མ་ལ་དེ་ཚོ་གི་བྱེད་དུ་ཞིབ་པ་ཡིན་ད་དེའི་རྗེས་ལ་ཡང་ད་གཉིས་ཀྱི་གཙོ་བོ་དེ་ག་རེ་ཡིན་ཟེར་ན་ད།

རྗེ་ས་ཐག་བཟོ་ཡག་གི་རེད། ཆ་སྐྱེས་སུ་ཁ་སྐད་ཅིག་ཚོ་ལོ་མ་རེད། ཟ་ཧོང་ནང་ནི་དེ་ར་ཉེ་ཆེ་བའི་རྗེ་བཟོས་བྱ་མཁན་ཡོད་ལོ་མ་རེད། ཚུང་ཧོང་ནང་ནི་དེ་ར་ཉེ་ཆེ་གི་རྗེ་བཟོས་བྱ་ཡོད་ལོ་མ་རེད། ཨ་ནེ། ཉག་གཟིག་ནི་དེ་ར་ཉེ་ཆེ་གི་རྗེ་བཟོས་བྱ་ཡོད་དེ་ཤ་ཟད་ནི་དེ་ར་ཉེ་ཆེ་གི་རྗེ་བཟོས་བྱ་དེ་སྒོ་ང་ཅོག་ནི་དེ་ར་ཉེ་ཆེ་གི་རྗེ་བཟོས་བྱ་ཆེ་ཡོད་ལོ་མ་རེད་དེ་ཚོ་ད་དེ་ར་ཉེ་ཆེ་གི་རྗེ་བཟོ་བ་བཟོ་ཡག་དེ་ཚོ་དང་ལྷག་པར་དུ་རང་གི་རིགས་གཞུང་དམངས་གཞུང་ཆགས་པའི་ཐོག་ནས་དེ་ར་ཉེ་ཆེ་གི་རྗེ་བཟོ་བ་བཟོ་དགོས་ཀྱི་ཡོད་ན། དང་ཏིག་ཀ་སི་པ་བི་རྗི་སི་ཟེར་བ་བཟོ་དགོས་དེ་སུ་རེད་ཟེར་ན། དང་ཏིག་གི་སློབ་གྲྭ་ཆེན་པོ་འགྲོ་བདེ་ངེས་ཀྱི་སློབ་མ་དང་རྗེ་རི་སློབ་གྲྭ་འགྲོ་བདེ་ངེས་ཀྱི་སློབ་མ། ཨ་ནི་ཉོན་ཤིས་འགྲོ་བདེ་ངེས་ཀྱི་སློབ་མ་འདི་ཚོ་རེད། འདི་ཚོ་གི་བསམ་གླིང་གི་ནོར་ལོག་ལ་ད་ཁ་ཚ་དགི་དུས་དུ་ཁ་ཧད་ལོ་ཧད་བག་ཆགས་འདི་སླད་དགོས་དང་ལེ་ངྷི་ལི་ཤོད་དེ་ཞིག་པི་ཤི་ཤར་མ་ཧོང་པིག་ནེ་དེ་གེ་ཆེན་པོ་རྗེ་རི་སོ་ལོ་ཏང་ཆེ་ཆེ་ནེ་ཨ་ནེ་དེ་ངྷི་ལི་ཤི་ཤར། དེ་ནི་ད་ལྟའི་ཁ་ཚ་དགེ་དུས་ལ་བོད་རིགས་ནོར་ལོག་ནས་རང་གི་རིག་གཞུང་རྩ་བ་ལ་བཞག་པའི་ཐོག་ནས་དེ་རག་ཉེས་ཅི་བའི་གིས་ཐག་ཅིག་བཟོ་དགོས་ཀྱི་ཡོད་ན་དེ་བཟོ་མཁན་དེ་སུ་ཆགས་བསྡད་ཀྱི་ཡོད་རེད་ཟེར་ན། དེ་རག་གི་གཞས་ཤིས་སོ་རེད། དེ་རག་གི་གཞས་ཤིས་སོ་དེ་རག་གི། ཧིན་ཐའི་དང་དེ་རག་གི་པ་ཡེ་དང་དེ་རག་གི་ཕུ་ས་སོགས་པ་ག་ཚད་ལྡན་པ་ཡིན་ན་ཡང་རང་གི་རིག་གཞུང་དེ་རྨོངས་གཞི་བཞག་མ་ཐུབ་པའི་གི་ཐོག་ནས་ཨ་ནི་གཞན་གི་རིག་གཞུང་ལ་མདུན་མཆོང་བྱས་ནས་འགྲོ་བ་ཡིན་ན་དེ་ནི་མི་རིགས་གཞན་དག་ནང་ལ་མཚན་དུ་སྙན་གྲགས་མ་འཁེལ་ཏེ་སོ་སྲིད་གི་མི་ཚེའི་གི་ནང་ལུགས་ལ་དཔལ་འབྱོར་གནས་བབ་དང་གང་ཅིར་ཆ་ནས་ཕུ་ས་ཐུབ་པ་ཡོང་སྲིད་གི་རེད་དེ་ནི། མི་རིགས་དེ་ལ་བག་ཆགས་བཞག་ཡོད་དམ་མི་རིགས་དེ་ལ་ཞེ་སྐྱེས་ཆེ་ཡོད་དམ་མི་རིགས་དེ་ལ་དཀའ་རིས་ཆེན་པོ་དེ་འདྲའི་གས་ཆག་ཐུབ་པོ་མ་རེད་བསམ་པ་དྲན་ལུགས་རེད། དེས་གནའ་བོའི་གི་ལོ་རྒྱུས་ནང་ལ་དེ་འདྲའི་མང་པོ་བྱུང་མུལ་རེད། དེ་ནས་སྒྲུང་མང་པོ་ཞིག་གསལ་བ་བསམ་པ་རེད་སྒྲུང་གཅིག་བཤད་ཤེས། དཔེར་ན་རྒྱ་ནག་གི་ཆིན་རྒྱ་ར་ཀ་སི་བེ་ཤེ་དེ་སྤྱི་ལོ་དེ་ར། ཁྱོད་ཀྱི་སྐྱིད་དེ་ཡ་མི་གང་ཡིན་འདྲ་ཁྱེད་རྒྱ་རག་གི་བཀའ་སི་ཁྱེད་རྒྱ་རག་གཙང་པ་པོ་གྲགས་ཆེ་ཤོས་གྲགས་ཤིག་ཤིག་བྱུང་པ་རེད་ཐུང་ཁོང་མ་བི་མ་ལོ་ཁྲི་ངས་ཐེན་ཏེ་རྒྱ་ནག་གི་མི་རིགས་འདི་བྱུང་ནས་བཟུང་སྟེ་རྒྱ་ནག་ལ་གཙང་སྡིག་ད་ནས་བཟུང་སྟེ། ལོ་སྟོང་ཕྲག་བཞི་ལྷག་ཙམ་གྱི་ལོ་རྒྱུས་ཀྱི་རང་བཞིན་ལྡན་པ་རེད། དེའི་ནང་ལོ་སྙན་ངག་བརྒྱ་ཕྲག་མང་པོ་ཡོད་རེད་སྒྲུང་རྩ་གཏུམ་ཕྲག་མང་པོ་ཡོད་ལ་རེད། དེ་ནས་རྩ་རིག་ཁྲི་ཕྲག་འབུམ་ཕྲག་མང་པོ་ཡོད་ལ་རེད་དེ་གའི་ཡོངས་སུ་རྫོགས་པའི་ནང་ལོ་ཆིག་ཕྲག་ཆེ་ཤོས་གཅིག་གིས་གཞི་ངེས་འཛིན་བྱེད་དགོས་ལ་རེད། དེ་ནས་དང་པོ་དེ་རྒྱ་ར་སར་གྱི་ལྟོ་འཇིག་གི་གསང་དགོས་ཡོན་ཡིན། ཕྱི་ལོ་དེ་ར་དང་པི་ཀ་གི་ལོ་རྒྱུས་དངོས་ཀྱི་སྒྲུང་ཆེ་རེད། གཉིས་པ་དེ། སུ་ཡིས་དྲངས། ཆུ་ངོགས་ལྟོ་འཇིགས་ཟེར་ནི་དེ་རེད་ཕྱི་ལོ་དེ་རག་ཅི་བྱས་པ་སུང་རྒྱལ་རག་བཀག་གི་དངོས་ཡོད་ལོ་རྒྱུས་དང་འབྲེལ་བ་ཡོད་མཁན་གྱི་དམག་སྒྲུང་ཅིག་རེད་བསམ་པ་དེ་ང་ནི་ཆིང་རྒྱལ་རག་བཀག་ཟེར་ནི་ནུ་ཞོ་འཛོམས་པའི་ལྟོ་འཇིགས་ཐང་སེང་བླ་མའི་ལོ་རྒྱུས་དེ་རེད་དེ་ཚོ།

རྒྱ་ཡིག་ཐོག་ཕྲེང་ལ་ཁྲི་ཆུང་ཆུང་ཞིག་ལ་སྙིང་ཁ་ལ་ཕྱོགས་མཐོང་མེད་པའི་ཁྱད་པར། ཁོང་གིས་གདོང་ཁ་གར་བསྐོར་ཡོད་རེད་ཟེར་ན་དེ་དུས་གལ་སྲིད་མཐོང་སྤང་མ་བུ་མོ་ལུང་བདེ། མན་རྒྱུད་ཀྱི་ཡི་གེ་ཐོག་ནས་བྲི་ཞོག་ན་ཧེ་རུང་ཅང་རེད་དེ་ནས་དེ་ནས་ཚེ་སྟོང་པའི་ད་དུ། དེ། ཞིང་ཆེན་གཅིག་གཉིས་མ་གཏོགས་ཡོད་ལབ་མ་རེད་རྒྱ་ཞིང་ཆེན་བཅོ་བརྒྱད་གསལ་ལ་དེའང་ཞིང་ཆེན་གཅིག་གཉིས་ཟིག་མ་གཏོགས་ཡོད་ལབ་མ་རེད་བྱས་ཙང་ཁོང་གིས་མན་རྒྱུད་ཡི་གེ་ཐོག་ནས་བྲིས་ན།

ཁོང་གིས་བྲིས་ཆོག་ཆོག་གི་སྙན་ངག་སྐད་གྲགས་ཆེན་པོ་དེ་ནི་མན་ཇུའི་སྐད་ལ་ཕན་ཐོགས་སྐར་མ་ལྔ་ཞིག་བཟོ་ཐུབ་ཡོད་མ་རེད། མན་ཇུའི་ཡི་གེ་ལ་ཕན་ཐོགས་སྐར་མ་ལྔ་ཞིག་བཟོ་ཐུབ་ཡོད་མ་རེད། མན་ཇུའི་གི་རིག་གནས་ལ་ཕན་ཐོགས་བཟོ་ཐུབ་ཡོད་མ་རེད། མན་ཇུའི་གི་གཙང་སྦྲིད་ལ་ཕན་ཐོགས་བཟོ་ཐུབ་ཡོད་མ་རེད། དེ་འདྲའི་ཡིག་ཆ་ནི་དེ་གའི་མན་ཇུའི་ལ་ཕན་ཐོགས་ག་གེ་ཞུ་མེད་པ་ཡིག་ཆ་ནི་ཁོང་གིས་སྒྲུང་སྐད་གྲགས་ཆེན་པོ་དེ་མན་ཇུའི་ལ་དཀའ་རིགས་ཆེན་པོ་མ་རེད་ཕན་ཐོགས་ཆེན་པོ་མ་རེད་ག་གེ་དེ་འདྲ་འབྲེལ་བ་ག་གེ་བྱུང་ཡོད་མ་རེད། འོ་དེ་སྤེན་ཚེ་ཁྱེད་ང་ཚོའི་བྱས་ཙང། སོ་སོའི་རིག་གཞུང་རྨོངས་གཅོད་རྒྱག་པའི་མ་འཇོག་པའི་ཐོག་ནས་དེ་རང་ཉིད་གཅིག་པུས་ཇི་ཚོམ་པ་ཆགས་བཞག་ན་ཡང་མི་རིགས་འདི་ལ་ཕན་ཐོག་ཁ་ཁད་ཆོད་མི་རིགས་འདི་ལ་དཀའ་རིས་ཆེན་པོ་ཆོད་མ་རེད་ད་བྱས་ན། དམ་འདི་གི་དེ་རག་འདི་གི་བཀག་ལ་ཕོ་སར་མོ་སར་དེ་སོགས་ཀྱིས་བོད་པའི་ཕྱི་དུ་རིག་གཞུང་རྩ་བ་ལ་བཞག་དགོས་ཀྱི་ཡོད་ན་ཕྱི་དུ་རྩ་བ་ལ་བཞག། ཐ་ལང་གར་དགོས་ཀྱི་ཡོད་རེད་ཟེར་ན། ཁྱི་ལྟོས་རེད་ཅེས་རྩ་འུར་བྱེད་པ་ཐ་ལང་ཨ་དང་པོ་དེ་སྐད་ཡིག་འདི་རང་རེད་སྐད་ཡིག་འདི་གི་རྨང་གཞི་མེད་ན། དེ་ནི་ག་ཟས་གཅིག་གིས་སོ་སོའི་ཁྱི་ལྟོས་རེ་བཅོས་ལ་ཕྱོགས་རིས་དུ་ཞེན་དགོས་ཙང་ན་ཕྱོགས་རིས་དུ་ཞེན་དགོས་ཙང་རེད་མ་གཏོགས་ཕྱོགས་རིས་དུ་ཞེན་དགོས་དེ་ཙམ་རེད་ཕན་ཐོགས་ཁ་སྐད་ཀྱིས་བཟོ་ཐུབ་པ་མ་རེད་དེ། ང་ཚོ་དེ་རིགས་ཁ་ཚོ་ང་ཚོ།

པི་ཏཱ་བ་སུ་དེ་ཤིའི་ཚ་བ་སུ་ཤི་ཐ་གུ་མ་རེ་སེ་ངེ་དེ་པགས་པ་ཆེན་པོའི་དོན་དུ་བཤད་ཐུབ། ཤེས་ཐུབ་ཡང་རྒྱུན་ཆད་ག་རེ་རེད་ཟེར་ན་དེ་རིང་ཁ་སང་ང་སྡེ་ས་བ་རེ་ན་སེ་འདི་ཡིན་ན་དེ་ནི་རྒན་པ་གྲྭ་གཟུགས་ཆེ་ཡང་ཁག་ཡིན་ནི་རེད་བླ་གྲྭ་ཆེ་ཡང་ཁག་གང་ཡིན་ན་མགོ་སེར་སེར་དང་མིག་སྔོ་སྔོ་ནག་ནག་འབིག་འབིག་དེ་ས་ཚོང་ཁ་ཟེར་ནས་ཡོང་དུས་ཡ་ག་རེ་བྱས་ནས་ཡོང་དུས་དབྱིན་ཇིའི་སྐད་ཡིག་དུ་སྐད་ཡིག་གཞན་དག་ཐོག་ག་ཟེ་གུ་གུ་བགྱི་ཚར་ཡོད་རེད། ག་ཟེ་གུ་གུ་བགྱི་བ་མ་ཟད་ད་འདི་གི་དེ་ར་འདི་ང་ཚོ། བཀའ་གཏེར་ཤི་ཚོང་བྱས་ཡག་དེ་རར་ད་བཀའ་གཏེར་ཤི་ཚོང་པས་ག་ཟེ་ཚོང་ཐ་ད་ཤོ་ལོ་ཀའི་ཐོག་ཕག་རྒྱུ་བསྡད་གི་ཡོག་རེད་དེ་ག་ཟེ་རྗེ་ན་མ་རྗེ་ན་ཁོང་ཚོས་དེ་གི་འདས་པ་གོང་གི་འོག་མ་རེད་དེ་གི་ཁོང་ཚོ་ས་ལེ་ནོ་ལ་ལ་གསལ་པོ་ཆགས་ཐོག་གི་འོག་མ་རེད་བོད་པའི་སྐད་ཡིག་རང་གི་ཐོག་ནས་སྦྱང་ན་མ་ཐོག་དེ་འདྲ་ཡི་ཚ་ན་ཆད་ཚ་ད་སྐད་ཡིག་གཞན་དག་ག་ཟེ་ཤི་ན་མ་ཤི་ན་བོད་པའི་ཕྱི་རི་ཆུ་འདི་ཤི་གི་ཡོད་བོད་པའི་སྐད་ཡིག་འདི་མ་ཤི་ཐ་བས་བོད་པའི་སྐད་ཡིག་འདི་ཨ་ནི་རྗེ་རྩ་ལ་བཞག་བོད་པའི་ཐོག་ནས།

དེས་མ་ཆུད་ན། ཐམས་ཅད་མཁྱེན་པའི་བཀའ་ལྷག་འདི་སོགས་ཡང་གསལ་ཡང་གསལ་ཡོང་ས་ཉིད་ཐམས་ཅད་མཁྱེན་པའི་བཀའ་ལྷག་ཡིག་ཐོག་ཕག་བཞོ་བྱུང་འདི་སོགས་ལོ་འདི་སོགས་གོ་བདེ་བོ། ཨ་ནེ་ཀློག་བདེ་བོ། ཉན་སླ་བོ། དེ་རག་ཏུ་ཚོམ་བུ་ཡི་ས་ནི་ས་ལི་ནོ་ལོ་ལགས་ཀྱིས་ནི་ཁྱེད་ཀྱི་བག་ཆགས་འདྲ་བོ་དང་ཁྱེད་ཀྱི་ཞལ་ལག་འདྲ་བོ་དང་ཁྱེད་ཀྱི་ཞག་རྩི་འདྲ་བོ་ཟེར་བསྟན་དེ་སླད་དུ་ད་ལྟའི་ངའི་ཏིལ་མར་བག་ཆགས་མེད་ས་མ་གཏོགས་བག་ནི་དེ་བཞུགས་ཡོད། དེ་ནས་སློབ་གྲྭ་ཆེན་པོ་འགྲོ་ངེས་ཀྱི་ཨ་ནེ་ཕ་མ་དེ་སོགས།

དེས་ར་དང་འཚམས་པའི་ལག་ཁྲ་འགྲོ། དེ་འདྲས་བྱས་ནས་གོམ་པ་གཉིས་ཁ་སྨྱོན་དུ་སྤོ་ནས་འགྲོ་ན། དེ་ནས་བོད་པའི་གི་ཀི་ཡིག་གི་རྨང་གཞི་དེ་ཡོ་ངི་སྐྱེས་ཚེ་ཆགས་ཨ་ནི་བོད་པའི་ཕྱི་ལུས་རིག་གནས་དེ་ཡོ་ངི་སྐྱེས་ཚེ་ཤི་ཤི་བ་གཙང་དུ་མ་སེམས་པའི་ཕྱི་ལུས་རིག་གཞུང་དེ་གི་བག་ཆགས་དང་དེ་གི་ཞག་རྩ་འདྲ་བོ་དང་དེ་གི་ཞལ་ལག་འདྲ་བོ་དེ་སེམས་པའི་ནང་ཅི་ཆགས་ཡོང་གི་དཀའ་ལ་དེ་དེ་སུ་སི་མི་རིགས་འདི་གི་རི་ཐོང་དེ་ཧ་གོ་ཡོང་གི་རེད་ལ། དེ་ནས་མི་རིགས་འདི་གི་རིག་གཞུང་གི་རིག་ཐང་ཐད་ཧ་གོ་དགོས་རེད་ཕྱི་ལོའི་རིག་ཐང་ཐད་ཧ་གོ་དེ་ཚོ་ཧ་གོ་ཡོང་དུས་ག་ལ་སོ་སོ་སོ་ལ་པགས་པགས་འདྲ་ཅིག་སླེབས་འདུག་ང་ལ་ཆགས་སྲེད་དུ་དཔལ་འབྱོར་དང་སྤྱི་ཚོགས་ཀྱི་གནས་བབ་གང་འདྲ་ཅིག་དབུལ་ལྷོད་མཁན་མི་རིགས་ཅིག་ཡིན་ན་ཡང་ངའི་གི་རྒྱ་ལོག་ལ་རིག་གཞུང་དམིགས་བསལ་བ་ཅིག་ཏུ་སྐད་ཡིག་དམིགས་བསལ་བ་ཅིག་ཏུ་ཆོས་ལུགས་དམིགས་བསལ་བ་ཡོང་མཁན་ཅིག་ཡིན་པ་དེ་ཡང་ང་རང། མ་མོ་ནི་དེ་གོ་ལ་གོང་ས་ཤིང་ཁེ་ཟི། དེ་ཤི་བི་ཐོ་ནི་ངའི་དེ་རག་གི་ལང་ཀ་དེ་བརྗོད་ན་དེ་རག་གི་ལང་ཀ་བརྗིད་སོ་ངའི་དེ་སོ་དང་ང་བདག་ན་ང་ར་ཐུང་ཆེ་གི་རེད་ང་གོང་ཚད་ཐོ་གི་རེད་ང་ར་ཐུང་ཆེ་ཡ་རྒྱུ་མཚན་ཅི་རེད་ཟེར་ན་མི་རིགས་གཞན་དག་ལ་མེད་པའི་རིག་སེ་མི་ནས་རིག་ནས་མི་སེ་བ་དེ་སོ་ངའི་ཤི་བི་ཐོ་ནི་དེ་རག་ལ་འཇུག་གི་ཡོ་རེད་དེ་འདྲའི་ཡིག་ཆ་ནི་ང་པོག་པག་གི་ཆོ་གི་རེད་སོ་མི་སོ་སི་གི་སོ་ལི་ནོ་ལོ་ལ་པག་པག་འདྲ་བོ་ཅིག་དང་ཅིག་ང་རྒྱལ་འདྲ་བོ་སོ་དེ་ང་རྒྱལ་དེ། སྤོང་བྱ་ནང་བྱ་མ་རེད་དེ། དེ་རེད། སྤོབས་པ་ཟེར་ནི་དེ་རེད། སྡིངས་ཆས་ཟེར་ནི་དེ་རེད། ཨོ་དེ་འདྲའི་ཅིག་ཀླད་ཡོང་དགོས། དེ་ཚེ་དེ་འདྲའི་ཀླད་བོད་ཀྱི་ཐོག་ནས་ད་དེ་ར་ཉིད་ཅིག་བོད་ཀྱི་ཟེར་ཐག་བཟོ་དགོས་ན་དེ་ར་ཉིད་ཅིག་བོད་ཀྱི་ཟེར་ཐག་བཟོ་བའི་སྲང་ཁག་རིག་པ་ཡིན་ནི་རེད་ངན་ཁག་རིག་པ་ཡིན་ནི་རེད་རྫས་འགྱུར་རིག་པ་ཡིན་ནི་རེད་ཚོང་འབྲེལ་ཡིན་ནི་རེད་དམག་སྡེ་ཡིན་ནི་རེད་ཆབ་སྲིད་ཡིན་ནི་རེད་དཔལ་འབྱོར་ཡིན་ནི་རེད་མཛུད་ཁྲིད་ཡིན་ནི་རེད་ལག་རྩལ་ཡིན་ནི་རེད།

དེ་རག་ཤི་ཆ་འདི་ལ་ངེས་པར་དུ་འཇུས་དགོས་རེད་མ་གཏོགས་དེ་རག་ཤི་ཆ་འདི་ལ་མ་འཇུས་ན་དེ་ནི་ང་ཚོ་གནའ་རག་གཅིག་པོ་གཅིག་གི་བོད་མི་རིགས་འདི་ཁུངས་ཆེ་གི་ཨ་རེད་ཟེར་ན་འཆལ་མ་རེད་དེ་འདྲའི་མི་ཆེ་བ་ཡིག་ཚགས་ནས་ཆེ་ས་གནའ་རག་གི་ཤི་རྗེས་ཀྱི་བག་ཤོག་དེ་ཚིག་གི་གཉིས་ལ་གྱེས་པའི་ཐོག་ནས་ད་དེ་རག་ཉིས་གཅིག་ལ་འཇུས་ན། ང་ཚོས་རྒྱུ་ལི་ཙང་གིས་ནི་ཐད་ཀར་མ་རེད་དྲན་དགོས་ལོས་རེད། ཨ་དགོན་དང་དེ་འདྲའི་ར་བཟི་སར་ངས་སྐད་ཆ་དེ་ཚོ་སྙན་པོ་ཁ་སྐད་ཀྱིས་ཤིག་ཤིག་གི་མི་འདུག་དེ་ནས་གང་བྱིས་པ་དེ་ཚོ་ལོག་ལས་བལྟ་རྒྱུ་ཡོང་མཁན་གཅིག་གི་ཐོག་ལ་བསོད་བློ་གཏོང་ནས་བྱིས་པ་ཡི་ཐུགས་རྗེ་ཆེ་དེ་ནི་ང་མང་པོ་སྐད་ཤིག་ཤོད་གི་མེད་དེ་ནི་དེ་ཆད་རང་ཧ་ལམ་རིང་པོ་ར་ཤི་བོ་ཟི་ཆགས་དེ་འདྲའི་ཆེད་ལ་མཚང་བཞག་ཆོག་གི་ཐུགས་རྗེ་ཆེ་གནང།